ལྷན་སྐྱེས་སྐུ་ཁམས་བཟང་ང་ཞང་ཞུང་སྒྲོལ་མ་ཡིན། དེ་རིང་ངེད་ཀྱི་དཀའ་གནད་གསར་བའི་མེ་ལོང་གི་སློབ་ཚན་གཉིས་པ། ཡི་གེ་བརྟག་བྱའི་དབྱེ་བའི་སྐོར་ལ་ཞུགས་ཡིན། དེ་ཡང་ང་ཚོས་ཏང་འཛུགས་ཀྱི་གཞུང་དང་དཀའ་གནད་གསར་བའི་མེ་ལོང་གི་བསྟན་པའི་གོ་རིམ་བཞིན་དང་པོ་དེ་ལ། དཔྱད་ཡི་གེ་བརྟག་བྱའི་དབྱེ་བ་གཉིས་པ་གསར་བརྗེ་བརྟག་བྱའི་དབྱེ་བ་གསུམ་པ་སྔོན་འཇུག་བརྟག་བྱའི་དབྱེ་བ་རིམ་པས་མ་ཞུགས་ཡིན། དོན་དག་ང་ཚོས་ཀྱི་ཏག་ཏག་ཟེར་དེའི་དོན་དག་ག་རེ་རེད་ཟེར་ན། ཡི་གེ་རྣམས་སོ་སོ་གི་ང་ཚོ་གློག་རྡུལ་སྐབས་སུ་བྱེད་པ་དམ་ལུགས་དང་གསོར་བ་དྲག་ཞན་གྱི་ཐོག་ནས་བྱ་བ་རེད། དེའི་དོན་དག་ག་རེ་རེད་ཟེར་བས་ན་ཡི་གེ་རྣམས་སྒྲ་གདངས་ཆེ་ཆུང་གི་དབྱེ་བ་རེད་གཙོ་བོ་དེ། ཨ་ནི་ག་རེ་བྱས་ནས་གི་དེ་ལྟར་དབྱེ་བ་རེད་ཟེར་རྒྱུ་མཚན་དང་མར་ཞུས་པ་ཡིན་ན། དབྱེ་བ་དང་པོ་དེ། སྤྱིར་ཡི་གེ་དག་གི་དབྱེ་བ། རྩ་བ་ལས་དཔྱད་ན་ཡང་མོ་གསར་བརྗེའི་ཕུལ། དེའི་དོན་དག་གང་རེད་ཟེར་ན་ཡི་གེ་རྣམས་རྩ་བའི་གི་དབྱེ་བ་གཉིས་ཡོད་རེད་ཟེར་གོ། རེད། རྩ་བའི་དབྱེ་བ་གཉིས་པོ་དེ་ག་རེ་རེད་ཟེར་ན། དབྱངས་བཞི་གུ་གུ་དང་ཞབས་ཆོས་འབྲིང་བོ་ན་རོ་སོགས་ནི་མོ་རེད། གསར་བརྗེའི་སུམ་ཅུ་སྟེ། ཀ་ནས་ཨ་བར་གྱི་གསར་བརྗེ་ནི། ཕོ་ཡིག་རེད་འདོད་པ་རེད། ད་སྐབས་དེ་དུས་ང་ཚོ་ཕོ་མོ་ཟེར་ཡ་དེའི་དོན་ག་རེ་རེད་ན། ང་ཚོ་མི་ལ་སྐད་ཆེ་ཆུང་བུ་དང་བུ་མོ་སྐད་ཆེ་ཆུང་ཡོད་པ་ནང་བཞིན་ཡི་གེ་ལ་སྒྲ་གདངས་ཆེ་ཆུང་ཡོད་རེད་ནི། ཨ་ནི་དེ་དཔེ་ཡི་སྒོ་ནས་མིང་བཏགས་བྱ་བ་ཅིག་རེད། མདོར་དེད་ན་ཡི་གེ་སྒྲ་གདངས་ཆེ་ཆུང་རེད། ད་དེ་ལྟར་དབྱེ་བའི་ཁའི་རྒྱུ་མཚན་དེ་ག་རེ་རེད་ན་དབྱངས་ཞེས་ག་རེ་བྱས་ནས་མོ་རེ་བྱ་བ་རེད་ན། ང་ཚོ་ལྷ་བཅུ་གི་ཞེར་སོང་བྱས་ནས་ཀྱང་འདྲ་བཞི་བརྒྱག་དང་ཅེས་དང་མི་བཅུ་ཞེར་སོང་བྱས་ནས་འདྲ་བཞི་བརྒྱག་དང་གཉིས་ཡོད་རེད་གཙོ་བོ། ད་མི་བཅུ་ཞེར་སོང་གི་འདྲ་བཞི་དབང་དུ་བྱས་པ་ཡིན་ན་དབྱངས་བཞི་ལ་རང་འཇགས་འཕེར་བའི་ཤར་སྒྲ་མེད། དབྱངས་བཞི་གཅིག་པུ་ཀློག་ཐུབ་ཀྱི་མ་རེད་སིག་འོ་རེད་གསར་བརྗེ། སུམ་བཅུ་ལ་མ་བསྐྱར་ནས། དཔེར་ན་གི་གུ་ཞབས་ཆུ་ང་ཚོ་ཀློག་ཐུབ་ཀྱི་འདུག་ཨ་ཟེར་བསམ་པ་ཡིན་ན། དེ་ནི་ཁོ་རང་ཚོ་གི་མིང་རེད་དབྱངས་བཞི་གི་མིང། དེ་མ་གཏོགས། ཀ་ཁ་ཀ་ཁ་ག་ང་ལྟ་བུ་ཀློག་ཡས་ཡོད་མ་རེད། དབྱངས་བཞི་ལ་རང་འཇགས་ཕུད་པའི་གཟུགས་མེད། དེའི་དོན་ག་རེ་རེད་ཟེར་ན་ཀ་ཁ་ག་ང་ནང་བཞིན་གྱི་དབྱངས་བཞི་ལ་གཟུགས་ཡོད་མ་རེད། འོ་ན་ང་ཚོ་གི་མཐོང་བདེ་བའི་གི་རྣམ་པ་དེ་ག་རེ་རེད་ཟེར་ན་དེ་སྒྲ་གདངས་ཚོན་གྱིས་ཙམ་གྱི་རི་མོ་རེད། དབྱངས་ཞིག་ལ་རང་རྐྱ་འཕེར་བའི་གི་དོན་མེད། རང་ཞིག་དབྱངས་ཞིག་ལ་རང་རྐྱ་འཕེར་བའི་གི་དོན་མེད་ཟེར་དེའི་དོན་ནི། དབྱངས་ཞིག་གསར་སྐྱེས་སུམ་ཅུ་ལ་མ་སྦྱར་ནས་དབྱངས་ཞིག་གཅིག་པོ་ལས་ང་ཚོ་གི། བརྗོད་བྱ་ངག་གི་དོན་དེ་སྟོན་ཐུབ་ཀྱི་ཡོད་མ་རེད། དབྱངས་གཞི་གཅིག་པུ་གི་སྟོང་བཤགས་རྒྱུ་ཡོད་མ་རེད་ལ། དབྱངས་ཀྱི་སྟོན་པ་དེ་ཡང་གསར་བརྗེའི་ཡི་གེ་དང་ལྷན་དུ་སྟོན་པ་རེད། དོན་དེ་དེ་འདྲ་ཅིག་ལ་གོ་གི་ཡོད་རེད། གསར་བརྗེ་སུམ་ཅུ་ག་རེ་བྱས་ནས་ཕུལ་བར་བཞག་པ་རེད་ཞུས་པ་ཡིན་ན། གསར་བརྗེ་སུམ་ཅུ་ལ་རང་རྐྱ་འཕེར་བའི་སྒྲ་ཡོད། རང་རྐྱ་འཕེར་བའི་སྒྲ་ཡོད་ཟེར་ཏེ་ཀློག་ཡ་ཡོད་རེད་ཟེར་བས། ཀ་ཁ་ག་ང་སོགས་ཀློག་ཡ་འདུག་དེ་ལ་གོ་གི་རེད། རྩ་བ་གོ་ས་དེ། རང་ཅག་ཕུར་བའི་གཟུགས་ཡོད། དེ་ང་ཚོ་ཀ་ཁ་ག་ང་ཚོ་ང་ཚོ་མིག་གིས་མཐོང་བ་ལ་དྲི་བྱ་བ་སྟོ་ཀ་མིག་སུམ་ཅུ་འོ་དེ་ལ་གོ་བས། དེ་དབྱངས་བཞི་དེ་ག་རེ་ཟེར་ན་སྒྲ་མཚོན་བྱེད་དུ་རི་མོ་ཙམ་རེད་ས་བཅད་སུམ་ཅུ་དེ་རང་ཅག་ཕུར་བའི་གི་ཡི་གེ་ཀློག་རྒྱུ་ཡོད་པ་དེ་གོ་དགོས་རེད། རང་ཅག་ཕུར་བའི་གི་དོན་ཡོད། དེ་ལ་བ་ཡིན་ན་དབྱངས་བཞི་མ་སྦྱར་བ་ཡིན་ན་ཡང་ས་བཅད་སུམ་ཅུ་རྐྱང་པའི་གི་ང་ཚོ་ངག་གི་དོན་དེ་སྟོན་དུ་འབིགས་ཡི་གེ་ཡོད། དཔེ་ཆ་བྱ་བ་ཡིན་ན་ཀ་ལ་མཚོན་ན་ཀ་ར་དང་ཀ་བ་ལྟ་བུ། ཁ་ལ་མཚོན་ན་ཁ་དང་ཁང་པ་ལ་སོགས་པ་དེ་བཞིན་དུ། ཀ་ནས་ཨ་བར་དུ་ཡང་མ་ཞུགས་པ་ཡིན་ན། རང་ཉིད་ཀྱི་བརྗོད་དོན་སྟོན་ཐུབ་ཀྱི་ཡོད་རེད། འོ་དེ་འདྲ་ཅིག་ལ་གོ་གི་ཡོད་རེད། དེ་འདྲ་ཅིག་ལ་བརྟེན་ནས་ས་བྲིས་སུམ་ཅུ་དེ་ཕོ་ལ་བཞག་པ་རེད། མདོར་ན་སྒྲ་གཟུགས་དོན་གསུམ། སྟོན་གྱི་སྒྲ་གཟུགས་དོན་གསུམ་ཚང་བདེ་བ་དེ་ཕོ་རུ་བཞག་པ་དང་སྒྲ་གཟུགས་དོན་གསུམ་རང་ཅག་མི་ཕལ་བ་དེ་མོ་རུ་བཞག་པ་རེད། ད་གཉིས་པ་དེ་ག་རེ་རེད་ཟེར་ན་ས་སྐྱེས་བདག་སྐྱེས་དབྱེ་བ། ད། དཀའ་གནད་གསར་པའི་མེ་ལོང་ལས། ཕོ་ཡི་ཡི་གེ་འབའ་ཞིག་ལ། ཞེས་དེ་ག་ཕོ་ཡིག་དེ་ག་བ་ལ་གོ་བོ་རེད་ཟེར་ན་ཀ་ནས་ཨ་བར་གྱི་ས་བཅད་སུམ་ཅུ་དེ་ལ་གོ་བོ་རེད། འབའ་ཞིག་ཟེར་དེ་དེ་རྐྱང་རྐྱང་ལ། ཡང་ན་དེ་ཁོ་ན་ལ། ཆུ་རྐྱང་རྐྱང་འཐུང་ནས་བསྡད་ཡིན། ཆུ་ཁོ་ན་འཐུང་ནས་བསྡད་པ་ཡིན་ལྟ་བུ། ཀ་ནས་ཨ་བར་གྱི་ས་བཅད་གཅིག་པོ་ལ་ཟེར་བའི་དོན་རེད། ད་གཞན་དག་ཚང་མ་གསལ་བོ་གསལ་རྐྱང་རེད་ཚིག་ཁ་ཐུག་བཤད་བྱ་བ་ནང་བཞིན་རེད། ཨ་ནི་འཚེ་མེད་ཅེས་ཀྱང་བྱ་སྟེ་ཨ་ཟེར་ཡ་དེ་སྒྲ་གདངས་ཆུང་ཤོས་ནང་གི་ཆུང་ཤོས་ལ་འདོན་མཁན་ཡང་ཡོད་རེད་ནི་གསུང་གི་ཡོད་རེད། ད་རྟགས་དེ་དག་གསལ་རེ་བཏང་ནས་ད་ག་རེ་ག་རེ་ཕོ་རེད་ག་རེ་ག་རེ་མོ་རེད་ག་རེ་བྱས་ནི་རེད་ཟེར་ཏེ་བཤད་པ་ཡིན་ན། ད་ཕོ་ཡིག་དེ་དང་པོ་དེ་ཕོ་ཡིག། གཉིས་པ་དེ་མ་ནིང་གསུམ་པ་དེ་མོ་ཡིག། བཞི་བ་དེ་ཤིན་ཏུ་མོ། ལྔ་བ་སྟེ། མོ་གཤམ། ད་ཐུངས་ཟེར་མིག་གིས་བལྟ་ཡོང་དུས་ཁར་ཐུག་ཐུག་ཡ་ཡ་བ་ཅིག་བཟོས་པས་ན་དེ་རེད། ཡིན་ན་འདྲེ་ཞིག་འོང་དུ་བཅས་ན་རྩ་བའི་ཚིག་ཁར་ཐུག་གོ་ལེན་བྱས་ན་ཕལ་ཆེར་འདྲེ་བ་འདྲ་ཞིག་རེད། རྟགས་ག་རེ་བྱས་ནས་གསར་བརྗེའི་སུམ་ཅུ་རྟགས་ལྔ་རུ་དབྱེ་བ་རེད་ཟེར་ནས་ཀྱི་རྒྱུ་མཚན་དེ་མ་ཤེས་པ་ཡིན་ན། ད་ང་ཚོ་ཡོངས་གྲགས་ལ་བཀའ་ནས་ཨ་བར་དུ་ཀློག་པའི་ཚེ། ཨ་ནི་སྒྲ་གདངས་ཆེ་ཆུང། གསོལ་བ། ཆེ་ཆུང། བྱེད་པ་དམ་ལྷོད། འོ་དེ་ག་ནས་འདྲ་ཞིག་རྒྱག་གི་ཡོད་རེད། ད་དེ་འདྲ་ཞིག་རྒྱག་པ་ལྟར་དུ་ང་ཚོ་གི་བསམ་བློ་ཞིག་བཏང་བ་ཡིན་ན། བོད་ཡིག་སྐད་ཆ་དག་པ་རྩ་དེ་ཏག་ཏག་ང་ཚོ་གི་ཨམ་ཅོག་ནང་ལ་གོ་ཡོང་དེ་ཏག་ཏག་སྒྲ་དེ་ཁར་ཐུག་སྒྲ་དེ་སྐྱར་བོ་སྒྲ་དེ་དྲང་པོ་མེད་པ་བྱས་ཏེ་སྒྲ་དེ་རྡོག་གཅིག་ལ་བསྒྲིལ་ཏེ་ཁར་ཐུག་ནང་ནང་ལ་ཅིག་ཁབ་བཙུགས་པ་ནང་བཞིན་བྱས་ནས་གཟུགས་ཡོང་བ་ཅིག་རེད། མཁར་ཐུག་གོ་ཡོང་བ་ཅིག་རྣ་ལ་སིང་ཟེར་ནས་ཕར་ཙོག་ཡོང་བ་ནང་བཞིན་སྒྲ་དེ་བསྐྱར་བོ་བྱས་ནས་ཙི་སྒྲ་དང་བཅས་པའི་དུ་འོང་ཡོང་ཅིག་རེད། ཁ་ཆ་ཐབ་པ་ཚ་དེས་སྒྲ་དེ་ཅུང་ཟད་དྲམ་བསྡད་པ་ཅིག་ནམ་ཐུབ་བདེ་སྐྱོ་ནང་བཞིན་གྱི་སྒྲ་དེའི་ནང་ལོགས་ལ་སྒྲ་རྫས་མང་བོ་ཡོད་པ་སྒྲ་དེ་སེར་བོ་མེད་པ་བྱས་ནས་སྒྲ་དེ་ཐུབ་ཐུབ་འདྲ་ས་བྱས་ནས་སྒྲ་དེ་ལྷོད་བོ་བྱས་ནས་སྒྲ་དེ་རྒྱ་ཆེན་པོ་ཡོད་པ་བྱས་ནས་གོ་ཡོང་ཡ་ཅིག་རེད། མོ་ཡིག་བཅུ་གཉིས་ཏེ། སྒྲ། འཇམ་པོ། སྒྲ་སྙོམས་ཆུང་ཆུང་ཅིག་རེད། ང་ཉྭ་ན་མ་དེ་སྒྲ་དེ་ལས་ཅུང་ཟད་ཀྱིས་ལྷོད་པ་ཡིན་པ་གང་ཞིག་ལ་རྣ་སྒྲ་ལྡན་པ་ཅིག་རེད། ར་ལ་ཧ་ཨ་མོ་ཤམ་ཟེར་ཏེ། དེ་ལས་ཅུང་ཟད་ཀྱིས་སྒྲ་ལྷོད་པ། སྒྲ་ཞན་པ། སྒྲ་ཉམས་ཆུང་བ། སྒྲ་སྟོབས་ཆུང་བ། དེ་འདྲ་ཅིག་རེད།

ད་དེ་ང་ཚོ་རྩ་བའི་ཚིག་ཟིན་རང་ལ་སྔོན་འཇུག་ང་ཡི་བ་ཡིག་བོ་ག་ད་མ་ནི་ང་མོ་ཡི་ཟེར་ད་ག་རང་སྔོན་འཇུག་ང་དེ་དག་བཞི་ལ་དབྱེ་ཡོད་རེད། ད་དག་བཞི་དེ་རྩ་བའི་ཚིག་ཟིན་དེ་ལས་ད་མིག་གི་ལྟ་དུས་སྐབས་སུ་ལམ་སང་ཧ་གོ་ཐུབ་པ་ཅིག་མ་བཀྲམ་པ་ཡིན་ན་ཨ་ནི་དེ་འདྲ་བྱ་གི་ཡོད་རེད་དང་པོ་དེ་བོ། གཉིས་པ་དེ་མ་ནིང། གསུམ་པ་དེ་མོ། བཞི་བ་དེ་ཤིན་ཏུ་མོ། ད་ག་རེ་བྱས་ནས་རྟགས་དེ་དང་སྔོན་འཇུག་ལྔ། རྟགས་བཞི་རུ་ག་རེ་བྱས་ནས་ཡོད་རེད་ནི་རྒྱུ་མཚན་བཤད་པ་ཡིན་ན། ད་ཡོངས་གྲགས་ལ་ང་ཚོས་སྔོན་འཇུག་ལྔ་རང་གི་འཇུག་ཡུལ་དུ་གྱུར་པའི་མིང་གཞིའི་ཡི་གེ་ལ་སྦྱར་ནས་ཀློག་པའི་སྐབས་སུ་སྒྲ་གདངས་ཆེ་ཆུང་གི་དབྱེ་བ་ཡོད་རེད་ཟེར་རེད། ད་དེ་ང་རང་ཚོས་བོད་གངས་ཅན་ལྗོངས་སུ་སྟོད་སྨད་བར་གསུམ་གྱི་སྐད་ལ་སྔོན་འཇུག་གི་ཀློག་སྟངས་ལ་ཁྱད་པར་ཡོད་རེད། ཁྱད་པར་ཡོད་རེད་དེ་ཡིན་ན་སྔོན་འཇུག་གི་སྒྲ་དེ་མིང་ཕྱེད་ཀྱི་སྒྲ་ལ་བརྒྱབ་དུས་ང་ཚོས། བག་འུག། གག་འུག་དག་འུག་ཨག་འུག་མག་འུག་ཟེར་ནི་ཀློག་སྟངས་གཅིག་རེད། དེའི་ཀློག་སྟངས་དེ་གི་དབང་དུ་བྱས་པ་ཡིན་ན། བ་དེ་སྒྲ་ཆེ་བ་དང། དེའི་རྗེས་དུ། ག་ད་གཉིས། སྒྲ་ཨ་སྒྲ་དེ་ཆུང་ཤོས་ནང་བཞིན་འདོན་གི་རེད། ཡིན་ན་ཡང་གསར་བརྗེ་ལ་འགྱུར་བ་ག་འདྲས་ཐེབས་དགོས་ཡོད་མེད་ཇི་བཞིན་བལྟས་པ་ཡིན་ན། བ་དང་ག་ད་གསུམ་གྱི་སྒྲ་གདངས་འགྱུར་བ་གཅིག་པ་དང་ཨ་དང་མ་གཉིས་ཀྱི་སྒྲ་གདངས་འགྱུར་བ་གཅིག་པ་རེད། དེ་ནང་བཤད་མིང་བཤད་ལ་ཡང་ཁྱད་པར་ཡོད་རེད་སྒྲ་གདངས་འགྱུར་དང་མི་འགྱུར། འོ་དེ་འདྲ་སོང་ཙང། ནམ་རྒྱུན་ང་ཚོ་ཡོངས་གྲགས་ལ་མིང་གཞི་ཡི་གེ་དང་སྦྱར་ནས་ཀློག་དུས་སྒྲ་གདངས་ཆེ་ཆུང་ཡོད་རེད། མཁས་པ་གོང་མ་རྣམས་ཀྱིས་གསུངས་ཡོད་རེད་ཡིན་ན་ཁོང་རྣམ་པས་དགོངས་པ་ཇི་བཞིན་དང་ང་ལྟ་བུ་ཅིག་གིས་རྟོགས་ཡོད་མེད་མི་ཤེས་ཏེ་ཡིན་ན་ཡང་དེ་ལ་བརྟེན་ཏེ་ཡང་ཆ་བའི་སྒོ་ནས་ཞིབ་འཇུག་བྱེད་དགོས་ཡ་ཅིག་མཐོང་གི་འདུག་སྒྲ་གདངས་དེ་ལ། ཨ་ནི་དེ་རིང་གི་སློབ་ཚན་དེ་དུས་མཚམས་ཡིན། ཨ་ནི་རྗེས་མ་མུ་མཐུད་ནས་སྦྱར་ཡོང་ལགས་སོ།